ཡ། ད་ཁྱེད་སུ་ང་རང་ཚོ་ཞུ་མཚམས་འདི་ཆགས་བདེ་བར་དང། གཅིག་པུ། རྗེས་འཇུག་སྟག་གི་བི་གའི་དབྱེ་བ་བཤད་པའི་སྐབས་དུ་ད་རྗེས་འཇུག་སྒྲ་ཡི་འཇུག་ཚུལ་ཟེར་ནས་མི་འདུག་གང་ལྟར་རྗེས་འཇུག་བཤད་པའི་སྐབས་སུ་སྒྲ་ཡི་འཇུག་ཚུལ་དང་དོན་གྱི་འཇུག་ཚུལ་ཞེས་རྣམ་གཞག་གཉིས་གླེགས་ཀྱི་རེད། རྣམ་གཞག་གཉིས་དེ་ནི་ད་ཁྱེད་སུ་ཞུ་ཡག་དེ་ནས་ངས་ཅི་མ་ཅི་ཞུ་རྒྱུ་མ་བྱུང་མ་གཏོགས་ཁྱེད་སུ་ནི་སྒྲ་ཡི་འཇུག་ཚུལ་ཟེར་ཡག་རྣམ་གཞག་ཏུ་གོ་བཙུགས་བ་རེད། གལ་སྲིད་རྗེས་འཇུག་ལ་ཡང་བི་གའི།

ད་ད་ད་སི་ཏུའི་ལོ་ལ་ཡ། རྗེས་འཇུག་མ་ནིང་དེ་ཁྱེད་རྣམས་སུ་ཨ་ལས་ངས་ལ་ཡ་ཐུགས་ལ་ངེས་པ་གནང་གོ་གལ་སྲིད་མ་ནིང་ན་ར་ལ་གསུམ་དེ་མ། རྗེས་འཇུག་ན་ར་ན་ར་ལ་གསུམ་བཀོལ་སྤྱོད་བྱེད་པའི་གི་ཐོག་ནས་ཨ་ནི་མི་ཤི། སྒྲ་རྩོལ་དྲག་ཞན་གྱི་པི་ཀའི་འཕོ་འགྱུར་གྱི་འགྲོ་དེ་ཡང་བྱེད་རེད་འདིའི་ཐོག་ནས་ཨ་ནི། རྗེས་འཇུག་ན་ར་ལ་གསུམ་ཁོ་རང་གི་སྒྲ་ཡང་ཨ་ནི་མི་ཤིའི་དབང་བཙན་པའི་གི་ཐོག་ནས་རང་ཉིད་ཀྱི་སྒྲ་པས་གཅིག་འགྱུར་འགྲོ་ཡང་རྣམ་གཞག་ཅིག་ཆགས་དེ་བ་རེད་ཅི་ལྟར་འགྱུར་བ་སི་ཏུའི། རྗེས་འཇུག་ན་ར་ལ་གསུམ་རང་ཉིད་མི་ཤི་ཁྲེལ་དོགས་ཀྱི་དབང་གིས་རང་གི་སྒྲ་དེ་འགྱུར་སྤྲོ་བར་བྱེད། རྩ་བའི་ཁོ་རང་སྒྲ་དེ་ག་རེད་བར་སྨྲ་བ། མ་ནིང། སི་ལབ་ཚད་དུས་ཁོ་ནི་སྒྲ་རྩོལ་དྲག་པ་མ་རེད་སྒྲ་རྩོལ་ཞན་པ་ཡི་མ་རེད་ཨོ་སྒྲ་རྩོལ་བར་མ་རེད་ཆེ་ཆུང་གཉིས་ཀ་མ་རེད་ཆེ་ཆུང་རན་པོ་འདིར་བ། ད་ཁོ་རང་མི་ཤི་སྒྲ་དྲག་པ་ཞིག་དང་ཕྲད་སོང་ན་ཨ་ནི་དེའི་ཤུགས་ཤུགས་རྐྱེན་ཟིན་ནས་མི་འདུག་དེའི་སྟོབས་ཀྱིས་ཨ་ནི་རང་ཉིད་སྒྲ་དྲག་པར་གྱུར་འགྲོ་བ་བྱེད་དང། རང་ཉིད་རྗེས་འཇུག་ན་རང་ལ་བསམ་རང་ཉིད་མི་གཞི་ཞེན་པ་དགྲ་ཞེན་པ་ཅིག་དང་འཕྲད་སོང་ན་རང་ཉིད་དགྲ་ཞེན་པ་རྒྱུ་མཚོན་གྱི་རྣམ་གཞག་གཉིས་ཡོད་ཚད་དོན་དང་དགྲ་དང་འཕྲད་པས་དྲག་པར་གྱུར་བ། རྗེས་འཇུག་ན་རང་ལ་བསམ་རང་ཉིད་མི་གཞི་དགྲ་དྲག་པ་དང་འཕྲད་པས་རྗེས་འཇུག་ན་རང་ལ་བསམ་རང་ཉིད་དགྲ་དྲག་པར་གྱུར་བ།

ཡང་རྒྱུ་ཡོད་ཀྱང་རུང་མེད་ཀྱང་རུང། གང་ལྟར་མི་ཤི་ཕོ་ཡིག་གི་མཐར་ཡོད་དང་བཅས་བཤད་འདུག་ང། རྗེས་འཇུག་ན་ར་ལ་གསུམ། ཡང་རྒྱུ་ཡོད་དཔེར་ན་ཨ་ཀྱང་བྱ། ཡང་རྒྱུ་མེད་ཀྱང་རུང་གང་ལྟར་མི་ཤི་ཕོ་ཡིག་གི་མཐར་ལས་རྗེས་འཇུག་ན་ར་ལ་གསུམ་སྦྱར་བའི་གི་ཡི་གེ་རྣམ་གཞག་གང་དང་གང་ཡོད་པས་ནི་འདི་ནི་མི་ཤི་ཕོ་ཡིག་དང་སྦྱར་ཙང་སྒྲ་གྲགས་པ་དང་འཕྲད་པ་རེད།

ཨ་ཅང་ཅང་རེད། ཡང་འཇུག་དང་དེའི་སྐབས་སུ་ཡང་མི་ཤི་སྒྲ་གྲགས་པ་དང་ཡང་འཇུག་སྒྲ་གྲགས་པ་གཉིས་ཀ་དང་ཨ་ནི་རྗེས་འཇུག་ན་ར་ལ་སོམ་ཅི་མ་ནིང་རང་ཉིད་འཕྲད་ཙང་ད་རང་ཉིད་སྒྲ་གྲགས་པར་གྱུར་རེད་ཅེས་བྱས་སྒྲ་གྲགས་པ་རྒྱུ་ཚོད་ད་བོ་ས་ཀ་ད་ཀ་ན་རོ་ཀོ་ར་ད་སྐོར་ད་ཅེས་བྱས་ཨ་ནི་ར་ཡིག་སྒྲ་གདངས་དེ་སྒྲ་གྲགས་པར་གྱུར་འགྲོ་ག་རེད། སྒྲ་དྲག་པར་གྱུར་མི་ཤི་ཕོ་ཡིག་ཤུགས་ལྡན་གྱིས་བཏབ། ཡང་འཇུག་མེད་པའི་ནད་རེ་གང་ལྟར་མི་ཤི་ཕོ་ཡིག་དང་འཕྲད་ཙང་ཕར་སྒྲ་དྲག་པར་གྱུར་པ་རེད། རང་དབང་རང་ཉིད་གང་ལ་བརྗེ་བའི་གཞི་ཨ་ནི་མི་ཤི་ཕོ་ཡིག་གསུངས་ལ་འདིའི་དབང་བཙན་པའི་གེ་ཨ་ནི་འདིའི་སྒྲ་དང་ཤུགས་ཤུགས་རྐྱེན་གྱིས་རྗེས་འཇུག་ན་ར་རྗེས་འཇུག་ན་ར་ལ་སོགས་མ་ནི་རང་ཉིད་ཀྱང་སྒྲ་དྲག་པར་གྱུར་བ་རེད་ས་སྐབས་དང་ཀ་ན་རུ་ཀོ་ར་ཀོ་རུ་ཞེས་བྱ་སྟ་དེ་སྒྲ་དང་ཕྲད་ན་དྲག་པར་གྱུར་བ་རེད་ད་གང་ལྟར་རྗེས་འཇུག་ན་ར་ལ་སོམས།

ད་ཡང་གྲགས་དང་ཕྲད་ན་གྲགས་པར་འགྱུར་ཚུལ་དེ་ལ་ཡང་གཞན་ཅིག་ཡོད་རེད། མི་གཤིས་མ་ནིང་རྗེས་སུ་ནི། མི་གཤིས་ཕོ་ཡིག། མི་གཤིས་ཕོ་ཡིག་སྒྲ་གྲགས་པ་མི་གཤིས་ཕོ་ཡིག་ཏུ་མ་བསྡད་ཀྱང་ད་དུང་སྒྲ་གྲགས་པར་འགྱུར་ཚུལ་ཅིག་ཡོད་རེད། མི་གཤིས་མ་ནིང་རྗེས་སུ་ནི། ཡང་འཇུག་དང་བཅས་ཞུགས་པ་ན། མི་གཤིས་མ་ནིང་ཁ་ཆ་ཐ་བ་ཚ་ལྔའི་རྗེས་སུ། ཡང་འཇུག་ཡོད་བྱས་བྱས་ཨ་ནི་རྗེས་འཇུག་ན་ར་ལ་གསུམ་གྱིས་ཞུགས་འདུག་ན།

སྒྲ་གྲགས་པ་ཞེས་ཁྲེལ་བས་ཨ་འདྲ་རང་ཉིད་གྲགས་པར་གྱུར་ཚུལ་གཉིས་བཟླས་ཏེ། ཨའུ་ཁ་ཡ་ཐ་ཁྱེ་ཨུ་ཁི་ལ་ཐ་ཁིལ། ཅེས་བྱ་བའི་མི་ཤི་མ་ནིང་རྗེས་སུ་ནི། ཅེས་བྱ་བའི་མི་ཤི་ཡིན་གཅིག་མི་རྗེས་དང་ངེས་པར་དུ་མ་ནིང་དགུ་རེ། མ་ནིང་དགུ་རེ་དང། མི་ཤི་ངེས་པར་དུ་མ་ནིང་མ་ནིང་དྲུག་དགུ་ག་རེ་ཨ་ནི་རྗེས་འཇུག་ན་ར་ལ་སོང་ག་ཡང་རུང་བར་བྱེད་ཁ་ཆ་ཐ་བ་ཚ་ང་ག་ཡང་རུང་བའི་ཆེད་ཐ་ལ་ཡ་རྗེས་འཇུག་ན་ར་ལ་སོང་བྱེད་ཡོད་པའི་ཆེད་འདིའི་ཐ་ལ་ཡ། ཨ་ནི། ཡང་འཇུག་ད་དྲག་ཅན་གྱི་ཡི་གེ་བཞི་ཆགས་སོང་ན་ལྟ་སྟེ་སྒྲ་གྲགས་དང་བྲལ་བས་དྲག་པར་འགྱུར་བ་ཡིན། ཡང་འཇུག་སྒྲ་གྲགས་པ་དང་བྲལ་བས་དྲག་པར་འགྱུར་བ། དེ་ཡང། ཡི་གེ་དག་ཆ་ཟེར་ནས་མི་འདུག་འདིའི་རྣམ་གཞག་དེ། ཚང་མ་ལོ་བྱེད་ཚིག་གི་ཐོག་ལ་ཡ་ཅེས་བསམ་བློ་བཏང་ན་མ་གཏོགས་མིང་ཚིག་ཐོག་ནས་རག་གི་མ་རེད་གོ་རང་མིང་ཚིག་དང་བྱེད་ཚིག་ཟེར་རྣམ་གཞག་གཉིས་ཡོད་རོགས་དེའི་ནང་ནས་བྱེད་ཚིག་གི་ཐོག་ལ་བསམ་བློ་བཏང་བ་རེད་བྱེད་ཚིག་ཡང་ང་ཚོ་སྙན་མ་དེ་ཞུས་ཚར་རེད་གོ་དུས་གསུམ་རྣམ་གཞག་ཞུས་ཚར་རེད་བྱེད་ཚིག་དུས་འདས་པ་དང་སྐུལ་ཚིག་རྗེས་འཇུག་ན་ར་ལ་གསུམ་གང་ཡང་རུང་བ་ཅིག་ཡོད་པས་ན།

གོ་བྱུང་ང། འོ་འདི་སོ་སོས་ངེས་པ་ན་དུས་གསུམ་རྣམ་གཞག་ལ་གཟིགས་རྗེས་དུས་གསུམ་རྣམ་གཞག་གི་ཐོག་ནས། མི་ཤིག་ཁ་ལས་འཕྲོས་པའི་ཀྱི་བྱ་ཚིག། མི་ཤིག་ཁ་ཆ་ཐ་བ་ཚ་ལས་འཕྲོས་པའི་རྗེས་འཇུག་མི། བྱ་ཚིག་གར་དོ། འདིའི་དག་ལ་རྗེས་འཇུག་ན་ར་ལ་གསུམ་ཅན་རེ་དོགས་མེད་དོ་གཟིགས་རྗེས་ཨ་འདིའི་དུས་འདས་པ་དང་སྐུལ་ཚིག་ག་རེ་ཡིན་པས་ནས་ཐ་དག་ཐོབ་པའི་ཁེབས་རེ་དེ་ཚོ་གང་ད་འདིའི་དཔེ་བརྗོད་ན་ར་དག་མི་ཤིག་མ་ནིའི་རྗེས་སུ་ནས་ཡང་འཇུག་ཐང་ཆད་ཞུགས་པ་ན་གྲགས་དང་ཕྲད་པའི་ཕྲ་བ་འགྱུར་བས་ཡ། འདིའི་འདིའི་སྡེ་ཚན་གསུམ་གོ་ར་ཁེངས་བྱུང་ང་འདིའི་སྡེ་ཚན་རེ་དག་བྱེད་དང་ད་དང་ད་རྩ་བའི་ཚིག་རྐང་དང་པོའི་གི་ནང་དོན་དེ་རེ་དག།

རྗེས་འཇུག་མ་ནི་ཞེས་ཏེ་རྗེས་འཇུག་ན་ར་ལ་སོམ་རང་རྒྱུ་བ་མ་ནི་ཚིག་ངན་མ་ནི་ཚིག་མེད་མ་ནི་སི་ཏུ་རྗེས་འཇུག་ན་ར་ལ་སོམ་རང་གི་ཕི་གའི་སྤྱི་ཡི་བཀོད་བྱུས་བྱེད་སྟངས་ཀྱི་ཁྱད་པར་ཐོག་ནས་གནས་ཚུལ་འདི་གླེང་དགོས་རྟགས་ད་གཞན་དང་འཕྲད་པ་སི་ཏུ་གཞན་ཟེར་ཡག་སྟེ་ང་ཚོ་མི་གཞི་སྒྲ་གྲགས་པ་དེ་ཕོ་རུ་བ་ད་མི་གཞི་སྒྲ་ཞན་པ་དེ་མི་གཞི་མོ་ཡི་རེད། ད་འདི་སྒྲ་ཞན་པ་ཟེར་ཡག་དེ་མི་ཤི་མོ་ཡིས་ག་ཆ་ད་པ་ཛ་བ་ཤ་ཟ་ཧེ་ཤ་ས་ན་མོ་ཟེར་ཡག་གི་མི་ཤི་ཇོ་ར་དེ་ཚོ་ལ་དགོངས་པ་བཞེས་བྱས་མི་ཤི་མོ་ཡིས་ག་ཆ་ད་པ་ཛ་བ་ལ་སོགས་པ་དེ་དག་དང་ཨ་ནི་རྗེས་འཇུག་དེ་དག་ལས་རྗེས་འཇུག་ནང་ར་ལ་གསུམ་གང་ཡང་རོ་གཅིག་ཕྲད་སོང་ན་སྒྲ་ཞན་པ་དང་ཕྲད་ཙང་ར་གཉིས་སྒྲ་ཞན་པར་འགྱུར་གི་རེད། ལ་ཞེན་པ་མི་ཞིབ་མོ་ཡིད་དང་ཕྲད་པའི་སྒྲ་ཞེན་པར་གྱུར་པ་སིག་ཧར་ད་ཞེན་དང་ཕྲད་པའི་ཞེན་པར་གྱུར་པ་སི་ཧར་ད་ཞེན་དང་ཕྲད་པའི་ཞེན་པར་གྱུར་ཏོ། དེ་མ་ཀ་ནས་ཟེར་བས་མི་ལོག་ན་གར་ཆག་ལས། མི་ཞིབ་མི་ཞིབ་མོ་ཡིས་རྗེས་སུ་ནི་ཡང་འཇུག་མེད་པར་ཞུགས་པ་ན། མི་ཞིབ་མོ་ཡིས་ག་ཆ་ད་བ་ཛ་བ་ལ་སོགས་པ་དེ་དག་གི་ད་ལ་ཡ། ནི་རྗེས་འཇུག་མེད་པའི་གི་ཐོག་ནས་རྗེས་འཇུག་ན་ར་ལ་གསུམ་གྱིས་ཞུགས་ཏོ་ན་ནི། ཞེན་དང་ཕྲད་པའི་ཞེན་པར་གྱུར་པ་སི་ཧར་ཅན་མི་ཞིབ་མོ་ཡིས་རྗེས་འཇུག་ན་ར་ལ་གསུམ།

རྗེས་འཇུག་ཁོ་རང་ཐད་ཀར་བྱས་ཙང་མིག་ཤེས་ལ་འཇགས་དགོས་བར་བ་དངོས་འཇུག་བཏགས་ས་ཡོད་མར་དངོས་འཇུག་དངོས་འཇུག་དེ་མིག་ཤེས་བར་ཆོད་ས་རེད་རྗེས་འཇུག་མིག་ཤེས་དངོས་འཇུག་སི་ཏུ་དངོས་འཇུག་དེ་པར་ལེ་ཡར་དེ་དངོས་དངོས་འཇུག་དང་རྗེས་འཇུག་པར་ལེ་མིག་ཤེས་བར་ཆོད་ཙང་དེ་ལ་འདིར་དགོས་བ་མ་རེད་བྱས་ཙང་རྗེས་འཇུག་རང་ཉིད་ཐད་ཀར་བྱས་ཚེ། བཞི། མི་ཤི་རེ་བ་དེ་ལ་ཡིག་རྒྱུགས་ཁོ་རང་ཐད་ཀར་ག་བ་བྱས་སོང་རྗེས་འཇུག་ཞུ་དགོས་བྱ་དགོས་སམ་ཡིག་རྒྱུགས་དང་མི་ཤི་གཉིས་བསྡུར་རྗེས་དེའི་ཐོག་ནས་ཨ་ནི། ཁ་སོ་སྒྲ་དྲག་ཤིང་སི་ཡ་དང་དེ་འདྲའི་རྣམ་གཞག་གསུངས་མི་དགོས་བར། འོན་ཡང་མི་ཤི་མོ་ཡིག་རྗེས་སུ་ནས་ཡིག་རྒྱུགས་མེད་པར། ཡིག་རྒྱུགས་མེད་པའི་ཐོག་ནས་ཞུ་བས་ན་གཞན་དང་འཕྲད་པ་རེད་སྒྲ་གཞན་པ་དང་འཕྲད་སའང་གཞན་པར་གྱུར་བ་རེད་པས་ན། ད་མི་ཤི་མོ་ཡིག་ག་བྱ་ད་པ་ཛ་བ་ལ་སོགས་བ་དེ་དག། དེ་དག་གིས་དག་ལ་ཡང་རྗེས་འཇུག་ན་ར་ལ་གསུམ་ག་ཡང་རུང་བ་གཅིག་བཞག་སོང་ན་ཁོ་གཞན་དུ་ཁྲིད་པའི་ཤེས་པར་གྱུར་བ་སྲིད་ལ་དངོས་འཇུག་ཡོད་མེད་ཁྱད་པར་ཡོད་མ་རེད་ག་བྱུང་ང་དེ་མི་ཞིབ་མོ་རེ་དང་མི་ཞིབ་མོ་ཡི་ཐབས་ལ་རྗེས་འཇུག་ན་བྱས་པའི་གི་ཡི་གིས་སོང་ལ་དེ་གཞན་དུ་ཁྲིད་པའི་ཤེས་པར་གྱུར་བ། མི་ཞིབ་མོ་བྱ་རུང་བ་བྱ་ལ་ཡང་རྗེས་འཇུག་ན་ར་ལ་གསུམ་ག་ཡང་རུང་བ་རྗེས་འཇུག་ལ་ཞུགས་སམ་བར་མ་རེད་ཨང་གཞན་དུ་ཁྲིད་པའི་ཤེས་པར་གྱུར་ཨོ་སྦ་ར་པར་སི་ཏུ་ཁོ་ནས་རྗེས་འཇུག་མ་ནིང་རིགས་མི་ཞིམ་གཞན་པ་རེ་དེ་དང་འཕྲད་ས་གཞན་དང་འཕྲད་པའི་ཞན་པར་གྱུར་པ་སའི་ཆ་ར་ད་གཞན་དང་འཕྲད་པའི་ཞན་པར་གྱུར་པ་ལ་ནང་སའི་དེ་རྗེས་གྲ་དང་འཕྲད་པའི་གྲ་བར་གྱུར་པའི་རྣམ་གཞག་ལས་ཡ་ཁྱད་པར་ཅེས་པ་ནས་ཞེས་གཞན་དང་འཕྲད་པའི་ཞན་པར་གྱུར་པ་ལ་འདི་མེད་པ་ཅི་དང་རིང་བདག་རང་ཐད་ཀར་གྱི་དགོངས་པ་བཤད་ན་ཨ་དང་འདུག་ཚེ་བཅད་ཨོ་དང་འདུག་དེ། རྒྱུ་བ་མ་ནིང་སྐོར་དུ་མ་ཞུས་ཟིན་པར་ད།

རྟགས་ཁ་གྲངས་གཉིས་ཡོད་ཕྱིར་ཡ་དང་ཨ་ནི་མཚན་ཉིད་མ་ནི་དེ་ཡང་རྟགས་གར་བཤད་ཀྱི་དོག་སྒྲ་གྲགས་པའི་རྟགས་ཅི་དང་ཚད་མ་ཅི་དང་སྒྲ་ཞེན་པའི་ཚད་མ་བཅས་གཉིས་བཤད་དེ་ཡང་ཞོ་དང་དེ་བཅུ་གོང་ལ་ཡང་གྲགས་ཏེ་ཕྲད་ན་གྲགས་པར་གྱུར་པ་ཞེན་དང་ཕྲད་ན་ཞེན་པར་གྱུར་པ་སེལ་སྒྲ་གྲགས་པའི་ཚད་མ་ཅི་དང་སྒྲ་ཞེན་པའི་ཀྱི་ཚད་མ་སེལ་ཡ་གང་ལྟར་དོགས་ན་མི་ཤི་ཕོ་ཡིས་དང་མི་ཤི་མོ་ཡིས་སེལ་ཡ་ཆགས་ཨ་མཚན་ཉིད་མ་ནི་ཚད་ད་མཚན་ཉིད་མ་ནི་བཀོད་དེ་ཨ་ནི་ཀ་ནས་སེལ་བའི་མེ་ལོང་བྱུང་ན་གར་སོང་བར་ཟེར་ན། མི་ཤི་མོ་ཡི་རྗེས་སུ་ནི། ཡང་འཇུག་དང་བཅས་ཞུགས་པ་ན། དྲག་བཞི་གཉིས་ཀའི་ཆ་ལྡན་ཕྱིར་མཚན་ཉིད་མ་ནི་ཞེས་སུ་གྲགས་དཀར་བ། མི་ཤི་མོ་ཡི་སྒྲ་བཤད་པ་རེད། དེའི་རྗེས་སུ་ཡང་འཇུག་སྒྲ་གྲགས་པ་རེད། དེ་དང་ཕྲད་སོང་ན་ཨ་ནི་ཚད་མ་གཉིས་ཕྲད་ཟ་རོ།

རྗེ་ལ་ཞུ་བའི་དུས་བཟླས་པ། བླ་མ་བྱེད་པའི་དུས་བཟླས་པ། མོ་བརྒྱ་ལྷག་དག་རྒྱལ། ཚེས་བཅད་ཆ་འགྲོས་དུ་བསྒོ་ནས་རྗེས་འཇུག་ལ། མི་ཤི་མོ་ཡི་སྒྲ་ཞེན་པའི་མཚན་མ། སྒྲ་གྲགས་པའི་མཚན་མ་ཡང་འཇུག་དེ་དང་ཕྲད་པས་ཨ་ནི། གྲགས་དང་ཕྲད་ན་ཁ་ཚ་གྲགས་ཆེ་གཉིས་ཀའི་ཆ་ལྡན་པའི་མཚན་ཉིད་མ་ནི། དང་ནས་ཤི་ཨོ་བྷ་ར་ཐ་བར་མེ་སྦར་བའི་དུས་བཟླས་པ། ཨ་ནི། ད་གྲགས་ཐོག་གོ་རི་ཡིན་དུ་བསྒོ་ནས་ཡང་འཇུག་ད་ཕྲད་པས་ཀྱི་སྒྲ་གྲགས་པའི་མཚན་མ། མི་ཞིག་མོ་ཡིས་ཁྲེལ་བས་སྒྲ་བཤད་པའི་ཚེ་མ་གཉིས་དང་རྗེས་འཇུག་ན་ར་ལ་གཟུགས་ཁོ་རང་ཁྲེལ་ཡོད་ཙང་ཨ་ནེ་ཚེ་ཡིས་མ་ནི་ཞེས་དུག་སེར་དང་འོ་དོགས་བཅས་ཁས་མ་གནང་རྗེས། རྗེས་འཇུག་ན་ར་ལ་ག་ས་བ་རེད། མི་ཞིག་མོ་ཡིས་ག་ཅ་ད་པ་ཛ་བ་ལ་སོགས་པ་དེ་དག་གི་ཐག་ལས་རྗེས་འཇུག་ན་ར་ལ་གཟུགས་གང་ཡང་རུང་བ་ཅིག་ཞུ་ཞུ་བའི་ཐོག་ནས་ཡང་འཇུག་ད་དྲག་ཅན་གྱི་རྣམ་གཞག་གང་དང་གང་ཡོད་པ་ཚང་མ་ད་ཚེ་གཉིས་མ་ནི་ཞེས་ཨ་ཏིའི་ཁུངས་ན་བཏང་བར་དེ་ཡང་དེ་བཞིན་གོང་དུ་ཞུས་པ་ནང་བཞིན་རེད་བྱ་བའི་རང་བཞིན་ཅེས་འཕགས